ལ་སོ་ཉོག་མའི་རྟེན་བཟའ་ཚང་བཅས་བཞེས་ཚོགས་པ་ནང་ག་ཞུ་ཀན་པིན་ཆ་བག་ཐམས་ཅད་ཀ་རང་ནི་སྐུ་གཟུགས་བཟང་པོ་དང་ནི་སྦྱར་བྱ་དང་ཞུ་ལས་ནི་འོམ། བར་དུ་ཐོད་སྦྲུལ་ག་རིམ་པ་གས་ནི་དབུ་ག་གཤེགས་པ་བཅས་དག་དང་ལྡན་ནི་ལ་སྙོམས་ཨའི་རྟེན་བཞི་ནི་བི་ན་ང་ས་ཀིན་ག་བར་ག་ལྷ་ཚོགས་ཤར་ཐང་དང་འགྲོ་བ་རིགས་དྲུག་ག་ལམ་ཤར་ཐང་བག་ཐམས་ཅན་རང་ནི་འོམ་པིན་ཆ་བག་ག་ཞུན་ཆུ་མ་མེ།

ནི་ཡ་ལ་སོ། སྙོམས་ཨེ་བརྟེན་པ་ག། ལུས་བུ་དང་རྣམ་ཤེས་ཀྱི་ཁ་རེ་ནི་ཤོང་ཕུད་པ་དུར་ག་རྣམ་ཤེས་ཀྱི་བུ་གས་ནི་འོད་གསལ་ག་དང་ཐིམ་བྱ་མི། འོད་གསལ་ག་དང་ཐིམ་མ་གམ་ནི་ཆོས་སྐུའི་འོད་གསལ་དང་ལྷུན་གྲུབ་གཟུགས་སྐུའི་འོད་གསལ་དང་ནི་ནི་རྩིང་ཤར་བྱ་མེད་བིང་བྱ་བ་ག་རྗེས་ཤུན་ཆུ་མ་མེད།

རྣམ་པར་སྣང་མཛད་ཤར་རྡོ་རྗེ་སེམས་དཔའ་ལྷོ་རིན་ཆེན་འབྱུང་གཉིས་གནུབས་སྣང་བ་དྷཱི་ལྗང་སྡེའི་འགྲུབ་པ་དང་ནི་ལྷ་ཚོགས་ལྔ་ཁའི་ཤར་བ་གི་ལ་མེ། བི་ན་ང་ག་བྱེ་ལོ་བ་རིག་སྔགས་ཁའི་བུ་གའི་རེ་རེ་རེ་རེ་ཨ་ནི་ཤར་བ་གི་ལ། ཤར་བ་གམ་ནི་ཨོ་ན་ག་ངོ་འཕྲད་ནི་གུ་མེ་ལའི་རེ་ཁཱན་བ་ཨོ་ན་གའི་གྲོལ་ནི་སངས་རྒྱས་གོ་འཕང་ནོངས་ཁཱན་མང་པོ་དུ་འཇའ་ནི་ཨོམ་བི་ན་ང་ག་བུ་ལྷ་ཚོགས་རེ་རེ་ཤར་སྒོ་ནས་བུ་ཧ་གོ་ལའི་མར་དང་འདི་ནི་ལ་ནི་འོ་ནེ་གི་འོམ་ཆ་རང་བར་དུ་ནང་ཀ་ར་ལུས་ནི་ནི་བི་ནང་ཁུང་དེ་ལས་མི་ནི་ནི་བི་ནང་ཁུང་དེ་ལ་གམ་ནི་ནི་འོ་ནེ་ཇལ་བ་རིག་སྔགས་ཁེ་པོ་ཁེ་ལུགས་ནི་དེ་ག་ཨན་ཤར་བས་ན་འོ་ནེ་ལ་ཇལ་བ་རིག་སྔགས་པ་ཐམས་ཅད་ནི་དེ་ག་ཨན་ནི་ཤར་བས་ངམ་ཐུར་གེ་ངམ་ང་ག་ས་གན་རེ་རེ་རེ་རེ་ཨན་ཤར་བ་མེ་འོ་ནེ་བུ་གུ་མ་ཡེ་ནི་ལ་ལུགས་ནི་འོམ་ཆང་རོག་ཐི་བ་གི་དེ་ག་ཨན་ནི་ཤར་བ་བས་ཤར་བ་ག་གུ་བར་ཅི་འོ་མ་གུམ་གུམ་བི་བ་ཅ་འུ་ནུ་ཧེ་སིག་ཅོ་ན་ཡ་ལ་སོ་ནི་འོམ་བི་འཆ་བ་གི་གུ་བར་ཇལ་བ་གི་དུ་ནི་འོམ་གུ་བར་ག་ཅི་འདྲེ་ཤི་བིན་བི་བས་ན།

ནི་འོ་ན་ག་ཨེ་ལོ་ཀ་ཤོ། ནི་འཁོར་ལོ་བ་ལིང་མི་ཨ་བ་དྷུར་ག་ནང་ག་ལྷ་ཚོགས་ཁུངས་ལ་མི་འུ་ནོས་ཤོ་ཤར་རྡོར་རྗེ་སེམས་དཔའ་ག་ཡབ་ཡུམ་དག་པའི་ན་ལྷ་ཚོགས་བ་གི་ལ་ནང་འུ་ནོས་ཤོ་ཨེ་བ་ཤི་ནི་བི་ནང་ནི་ཙིང་དེ་ལ་གམ་ནི་ཤར་ཁང་ལྷ་ཚོགས་གའི་གློག་ཤར་བ་གི་ལ་ནང་ནི་འོ་ནས་གི་ནི་འོ་ན་ག་ནི་འོ་ནི་ལྷོ་ལོ་ཀ་ཞོ་འོད་ཟེར་སེར་བུ་ཨོ་འཁོར་ལོ་ཀ་ནང་ཀ་ལྷ་ཚོགས་ཁུང་ལ་མི་འོ་སྣོད་ཞོ་ལྷོ་རིན་ཆེན་འབྱུང་ནི་ཀ་ལྷ་ཚོགས་ཀི་ལ་ན་འོ་སྣོད་ཞོ་ཨེ་བ་ཤི་ནི་བི་ནང་བསམ་བདེ་ལ་ཀམ་ནི་ཤར་བ་མེ་ཨེ་ནིང་ལྷ་ཚོགས་འོ་སྣོད་ལྷ་ཚོགས་ཀེ་ལོག་ཤར་བ་ཀི་ལ་ན་ནི་འོ་ནེ་ཀེ་ནུབ་ལོ་ཀ་ཞོ་འོད་རྩ་ལོ་ཨོ་ནང་ཀ་ལྷ་ཚོགས་ཁུང་ལ་མི་འོ་སྣོད་ཞོ་ནི་འོ་ནེ་ཀེ། ནུབ་སྣང་བ་དྷ་ཡེ་ག་ལྷ་ཚོགས་པ་གི་ལ་ན་ཨའི་བ་ཀི་ཤི་ནི་བི་སྣང་བི་ཤི་དེ་ལས་ཀ་བ་ཀ་ཤར་བ་མེ་བྷུ་ནུ་ལྷ་ཚོགས་ཀའི་བྷེ་ལོག་ཤར་བ་གི་ལ་ན་ཉོ་བ་ནེ་ཀའི་བྱང་ལོ་ཀ་ཤོ་བྷེ་ཟེར་བྱང་ཁུ་ཨ་བ་འཁོར་ལོ་ཀ་ནང་ཀ་ལྷ་ཚོགས་ཁུང་ལ་མེ་བྷུ་ནུ་ཤོ་བྱང་དྲན་སྒྲུབ་པ་ཀ་ལྷ་ཚོགས་པ་གི་ལ་ན་བྷུ་ནུ་ཤོ་ཨའི་བ་ཀི་ཤི་ནི་བི་སྣང་ང་དེ་ལ་ཀ་མནི་ཤར་བ་མེ་བྷུ་ནུ་ལྷ་ཚོགས་ཀའི་ལོག་ཤར་བ་གི་ལ་ན། ཤི་ནི་ངམ་ཐུར་ཀའི་ཀ་དང་ངམ་ང་དེ་བ་ཀ་ས་ཀན་ལྷ་ཚོགས་པ་ཀ་ཐམས་ཅད་ལ་ལོག་ནི་ངམ་ཁུང་ག་གབ་ག་ཤར་ཨོ་བྷ་མ་ཚད་པ་འོ་ན་གའི་ལྷ་ཐིག་དང་དུར་ཐེབས་ཤར་ཨོ་བྷེ་ན་བར་ག་ཀུན་བཟང་ཡབ་ཡུམ་གལ་པོ་ཐེབས་ཤར་བ་གི་ལ་ན་ཀུན་བཟང་ཡབ་ཡུམ་དང་བཞོ་མེ་བཅོམ་ལྡན་བར་ག་ཞུ་ཁན་གལ་པོ་ཀུན་བཟང་ཡབ་ཡུམ་ཡེག་པེ་ན་ཨུ་ནུ་གལ་པོ་ལྷ་གལ་པོ་ངམ་ཁུང་ག་གབ་ག་ཐེབས་ཤར་བ་གི་ལ་ན་ནེ་ཨོ་ནེ་གའི་ཟུར་ག་ནས་ཁྲོ་བོ་བཞི་ལ་མེ་གོ་བ་བཞི་ཡེག་པེ་ཉེ་བ་ནས་ཡུམ་བྱ་བསྟན་པ་བཅོམ་ལྡན་འདས་ཟོབ་ད་ད་བ་ག་དང་གཞེག་ནི་བཞུགས་པ་ག་ཁུང་ལ་མེ་འུ་ནུ་ཞུ་ཐུ་པ་དྲུག་ཡེག་པའི་མདོར་བསྡུས་ཐ་འདི་ནི་ལ་ཤི་ནི་ངམ་ཁུང་ག་གབ་ག་ཨའི་ཏིན་འཇལ་བ་ཞི་ཁྲོ་ལྷ་ཚོ་བྱ་ཐུར་ག་ནང་གི་བཞི་བ་བག་ཐམ་ཅན་ཨོ་ན་ཏན་ཤར་པའི་ན་ངམ་ཁུང་ག་གབ་ག་ཤར་པའི་ན་ལྷ་བཞི་བ་དང་ཁྲོ་བ་ནི་ནིག་ཙིག་ག་ནང་གི་ལྷ་བཞི་བ་བག་ཐམ་ཅན་ཚངས་པ་ཨ་ནི་ནི་འོ་ཧ། ངམ་ཁུང་ག་གབ་ཀ་ཤར་བའི་ད་ཞུན་ཅན་ན། ཞི་བ་ལྷ་ཞུ་ཧབ་ཏུར་བཅས་ད་ནི་ལ་ཞི་བ་ལྷ་ཞུ་ཞིབ་ཅུ་ཞེ་གཉིས་ཅན་ན། ཞི་བ་ལྷ་ཚོགས་རེ་རེ་རེ་རེ་ག་ཐུག་ཀལ་གས་ནི་འོད་ཟེར་ཁལ་བུ་གའི་རྣམ་པར་མ་འདྲ་བ་དཀར་སེར་དམར་ལྗང་འོད་ཟེར་བ་ལིང་མི་འོད་ཟེར་སེར་བུ་འོད་ཟེར་རྩ་ལུ་འོད་ཟེར་ལྗང་ཁུ་ཤར་འོ་བྷེ་ད་གོས་ལ་འོད་ཟེར་སྣ་ཀ་ང་ཁལ་བུའི་དེ་ག་ཤར་འོ་བྷེ་ན་ངམ་ཁུང་ག་གབ་ཀ་ནི་འུ་ནི་འོད་ཟེར་ང་ཁལ་བུ་གའི་ཤར་འོ་བྷ་གམ་ནི། ནི་འོ་ནས་ཀྱི་སྒོ་པའངམ་རེ་རེ་རེ་རེ་ག་འོད་ཟེར་རེ་རེ་ཤར་བ་གམ་ར་ངོ་མ་ཁྲེ་ཁཱན་བག་ལ་འོ་ན་འོད་ཟེར་ཁུང་ཤར་གང་ཏི་ལ་བུ་ལག་དང་ཡུང་ཁེ་འཇོག་མེ་མེ་ནི་ཡུང་ཁེ་ནི་བཀྲག་མདངས་བག་ཐམས་ཅན་མཐོང་མ་མིང་གི་དབང་རྩ་དེ་མར་བ་ག་ལྷ་མཚོ་བག་ཐམས་ཅན་ར་ཡུང་ཁེ་བ་ཐོ་ལ་ངམ་ཕུང་མ་ཤར་བྷ་ལེ་མེ་ནི་ཕོ་ཏྲི་ཀྲུ་ཁཱན་ནིག་ཙིང་དང་ནིག་ཙིང་ལྷ་མཚོ་ཤར་བྷ་ལེ་ལ་མེ་ནི་དེ་ག་ནི་ནི་ཤར་བྷ་ལ་གམ་ནི་ལྷ་མཚོ་བག་ཐམས་ཅན་མང་པོ་ཤར་བྷ་བ་ནི་འོད་ཟེར་བག་ཐམས་ཅན་ར་དབང་རྩ་དཔེ་མར་བ་ག་ཡུང་ཁེ་བ་ག་འོད་ཟེར་ཤར་ཨོ་བྷ་གམ་ནི་རང་གི་ཡོངས་ཀྱི་ནི་གཱ་འདི་ལས་ལ་མེ་ན་ནི་གཟུང་ལ་ན་ནི་བ་ནི་གི་གཱ་འདི་ལས་མང་བ་འུ་ནུ་ལྷ་ཚོགས་བག་ཐམས་ཅད་སངས་རྒྱས་ཀྱི་བ་འུ་ནུ་སངས་རྒྱས་བག་གི་རང་གེ་པོ་འཁོར་བ་གའི་ཞིང་ཁམས་གཱ་རིག་པུ་རིག་གཱ་སུ་བ་གཱ་ཇོན་མ་སེ་ལེ་ཁེ་ལེ་ན། འུ་ནུ་ལྷ་ཚོགས་བག་ཐམས་ཅད་རང་ག་སེམས་དང་རྣམ་པར་ཤེས་པ་ཧེ་བྱ་མེད་རྣམ་ཤེས་རྣམ་ཤེས་ངོ་བོ་དག་པའི་སྟོབས་ཀྱིས་སྣང་མ་ག་གི་ལ་ན་རང་ག་སེམས་ག་ཐུག་ངེ་ཤར་བ་ག་ལྷ་ཚུགས་གི་ལ་ན་འོད་ནུས་པ་ཐམས་ཅད་ངོ་འཕྲད་པའི་རེ་ནི་ལ་སངས་རྒྱས་པས་ན་ནི་ངོ་མ་འཕྲད་ནི་ལ་བར་དོ་བྱ་མེད་ན་འོ་ནི་ཨ་དེ་གི་བིན་ཆ་བབ་ཐམས་ཅད་ཀྱི་རང་ཞི་བ་ལྷ་ཚོགས་ཁེ་པོ་ག་སྐུ་པར་འཇལ་ཤོ་ན། ཡ་ནི་འོ་ནི་གི་ཤི་ནི་ངམ་ཁུང་ག་སྐབས་ག་ནི་འོ་ནི་གི་ལྷ་ཚོགས་པ་ཐམས་ཅད་འདི་ག་ཤར་བ་མེད་གོ་པ་ཤར་ཆུམ་ག་ལྷ་ཚོགས་པ་ཐམས་ཅད་འདི་ག་ཤར་བ་མེད་གཉིས། འུ་ནུ་བུ་སྐན་རང། ཤི་ནི་ངམ་ཁུང་ག་གབ་ག་ཨེ་ཧེ་ནི་ངམ་རེ་ངམ་རེ་ག་འགྲོ་བ་རིག་འགྲུ་ག་ལམ་རེ་རེ་རེ་རེ་ཤར་ཆོ་མེ་འོམ་འུ་ཐུ་ཤི་ནི་ངམ་ཁུང་ག་གབ་ག་ཤུ་འགྲོ་བ་རིག་འགྲུ་ག་ལམ་ཁུང་དེ་ག་ཤར་འོ་བྷེ་ན། བིན་ཆ་བ་ཁན་ལ་གི་དུ། ཧང་ཏན་ཞུ་ན་ཇི། ཨེ་ཧེ་ནི་ངམ་ཐུར་གེ་ག་དང་ངམ་རྔ་ག་ཤར་གང་ལྷ་ཚོགས་བག་ཐམས་ཅན་རང་ནི་ཤི་ནི་ངམ་ཁུང་ག་གབ་ག་དེ་ག་ཤར་ཨུ་ན་མེ་དང་ནི་ལྷ་ཚོགས་བག་བུ་དེ་ག་ཤར་ཨོ་བྷ་བྷུར་སྐན་རང་ཨེ་བརྟན་བག་ག་འགྲོ་བ་རིགས་དྲུག་ག་ལམ་བུ་ཨེ་ཧེ་ནི་ངམ་རེ་རེ་རེ་རེ་ག་རེ་རེ་རེ་རེ་ཤར་བ་མི་ཤི་ནི་ངམ་ཁུང་ག་གབ་ག་འགྲོ་བ་རིགས་དྲུག་ག་དེ་ལས་ག་ལམ་བུ་ཁུང་འདེབས་ག་ཤར་ཨོ་བྷེ་ན་ཁུང་རང་དེ་ག་ཤར་ཨོ་བྷེ་ད་ཞུན་ཅན་ན་ལ། ཡ། ནི་འོད་ནི་གི་ཁུང་ཤོ་ཧ་འཐེན་ཤར་བི་ཡ་རྟགས་ཐན་དེ་ནི་ལ། ནི་སངས་རྒྱས་ག་འོད་ཟེར་ཁད་པོ་རྣམ་མེད་བསམ་མེད་བཀྲག་མདངས་བྱི་ལུ་དབང་ཚད་པའི་མར་པ་ག་འོད་ཟེར་གའི་དུང་ད་ཤར་ནི་ཡུང་ཁི་སི་སི་ག་འོད་ཟེར་ཁད་པོ་གའི་ཤར་ཕན་གང་ཏི་ལ་ཀམ་དེ་ག། ནི་འོད་ནི་གི་བྲོ་བ་རིགས་དྲུག་ག་ལམ་བུ་དེ་ག་ཤར་འོ་བྷི་ཡན་གྱོ་ལོ་ཡན་དུང་ད་འོད་ཟེར་ཁད་པོ་གའི། ནས་ལྷ་ཡི་ག་ལྷ་ག་ལམ་ཞུ། སྨྱོ་ནས་གའི་འགྲོ་བ་རིགས་དྲུག་ག་ནང་གའི་ལྷ་ཡི་འགྲོ་བ་ག་གེ་ལས་ག་ལམ་ཞུ། འོད་ཟེར་དཀར་པོ་ཨ་བ་བཀྲག་མདངས་ན་མེ་ས་མེ་མ་བ་ཨ་བ་དྷུར་ཤར་བྷ་ལེ་ཧན་གོ་ལ། ནས་ལྷ་མ་ཡིན་ག་ལམ་ཞུ། འོད་ཟེར་དམར་པོ་ཨ་བ་མེ་འོད་ཟེར་ཏིག་དང་རྩ་ལོ་ཨ་བ་བཀྲག་མདངས་མ་བ་ཨོ་དྷུར་ཤར་བྷ་ལེ་ཧན་གོ་ལ། ནས་མི་ཡི་ག་འགྲོ་བ་ག་གེ་ལས་ག་ལམ་ཞུ། འོད་ཟེར་ཏིག་དང་ཡེངས་ལུ་ཨ་བ Blue Color སྔོན་པོ་ཨ་བ་བཀྲག་མདངས་མ་བ་ཨོ་བ་ནི་ཤར་བྷ་ལའི་ཡན་གྱོ་ལ་ནི་བདུན་དྲུག་ག་གེ་ལེ་ག་ལམ་ཞུ་བའི་གཟེར་ཁའི་བུ་གའི་ལྗང་ཁ་དང་ན་ལྗང་ཁུ་ཨ་བ་བཀྲག་མདངས་མ་བ་འོ་དུར་ཤར་བྷ་ལའི་ཡན་གྱོ་ལ་ནི་བ་ནི་གའི་མཎྜལ་བ་ག་གེ་ལེ་ག་བའི་གཟེར་ཞོ་ཨེ་བསྟན་པ་ག་མུ་གུ་ཅན་མའི་མི་ཕི་ལ་ག་མུ་གུའི་ཞོ་འཇམ་མའི་མུ་གུ་ག་དུག་གང་ལྟ་བུ་ཅན་ནི་འུ་ནུ་ལྟ་བུ་དུག་ལྟོ་བའི་གཟེར་ཁའི་བུ་ཤར་བྷ་ལའི་ཡན་གྱོ་ལ་ཡ་གའི་དུང་ལྟ

ནི་འུ་འདར་བུ་དེ་སྐད་ནི་བྷ་ལི་ནའང་གསུང་མ་ལ་ན་བྷ་ཡན་དར་ནི་ལ་ར་ང་ཇུ་ཀ་ཏའི་ཆ་ཤས་དང་ང་འཇལ་བྲ་དོ་ནི་གཏི་མུག་ནན་མོངས་པ་དུག་ལྔ་དུག་གསུམ་འཆོ་བ་ཀ་སྟོབས་ཀྱིས་ནི་འུ་འདོ་བ་ལ་འོད་ཟེར་བུ་ནི་ར་ང་ནན་མོངས་པ་དུག་ལྔའི་སྟོབས་ཀྱིས་ཤར་ཐ་བ་གི་ལ་མི་འུ་ནི་འོད་ཟེར་ཀ་དུག་ལྔ་དང་ཤོ་དང་བྷི་ནི་མིང་གི་བུ་དབང་ཚད་པའི་ལ་མ་ཆགས་པ་དང་ཞེན་པ་དེ་སྐད་འོ་ན་ལམ་གའི་ལིང་དང་དང་དེ་ལས་ལ་མེ་ཡན་གྱོ་ལ་ནི་རིག་པ་སྒྲིབ་ནི་རང། འུན་འོད་ཟེར་བཀྲག་མདངས་མོ། རང་གི་གླེགས་ས་དང་རང་གི་བཞེངས་པ་དང་ཆགས་པ་སྐད་ས་འོད་ཟེར་ཤོ། ནི་འགྲོ་བ་རིགས་དྲུག་ག་ལམ་བགྱི་བ་རང་གི་ཧ་གོ་ལས་ཁེ་ལས་ན། འོ་ནི་གི་འུན་འོད་ཟེར་ག་ཤོ་གི་ཏི་རང་གི་ནི་བ་ཆགས་ནི་བཞེངས་པ་སྐལ་བའི་མང་པ་ན། འོ་ན་འོད་ཟེར་ག་ལམ་གོ་ནི་དེ་ལས་མང་པ། དེ་མཐའ་འདས་ནི་ལ་འགྲོ་བ་རིགས་དྲུག་ནང་ག་སྐད་ནི་འགྲོ་བ་རིགས་དྲུག་ག་སྡུག་བསྔལ་བགྱི་ནི་ཀ་བ་ཅད་པས་ན་སྲུང་མ་ལ་ན། ཡ་པི་འཆལ་པ་གི་ཁྱད་མ་གི་དུ་ཤི་ནི་ངམ་ཁུང་དེ་ལས་ག་གབ་ག་བྱེར་བ་བཞི་དྲུག་ག་ནང་གི་བཞི་བ་བཞི་བཅུ་རྩ་ནི་ལྷ་མཚོ་འབག་ཐམས་ཅད་འདས་ག་ཤར་ཨོ་བྷེ་ན་ཨོ་ན་ག་གབ་ག་འགྲོ་བ་རིགས་དྲུག་ནང་ག་སྐེ་ལས་ག་ལམ་འབག་ཐམས་ཅད་འདས་ག་ཤར་ཨོ་བྷེ་ན་ཨོ་ན་ག་གབ་ག་རིག་པ་སྒྲིབ་ནི་ཨོམ་ལྡན་ཞུ་བ་ཟླ་བ་གསོལ་བ་སྨེ་ལམ་གླེགས་བམ་བཏབ་ནི་ལྷ་མཚོ་འབག་ངོ་འཕྲད་པའི་རེ་བ་ཨ་ཡེ་ན་ངོ་འཕྲད་ནི་ལ་སངས་རྒྱས་སྒོ་འཕང་དེ་ལས་རེ་བའི་ཨ་ནི་སྲུང་མ་བྱ་ད་ཞུ་ལས། ནི་ལ་སོགས་ནི་ཐི་ནོང་ག་ཆོས་བཤད་ག་ལས་རིམ་ཨུ་བསྟུ་ར་ནི་ཐ་ལས་ད་ཞུ་འཇ་ན་ལ།